གཡང་སྒྲོན་དཔོན་ཏེ་དེ་ནི་ང་ཚོ་བོན་གྱི་ཡི་གེ་ཐོ་ལ་སི་སོང་ནས་ད། བསྟན་པ་ཤེས་རབ་མང་བོ་འཆི་བས་གི། ཁོ་གི་གཙོ་གི་བོན་ཡིན་ཟེར་རེད་བ། ད། ཁོ་གི་ཞང་ཞུང་གི་རི་ནི་དེ་གཙོ་བོ་དེ། ང་ད་སོང་ནི་བོན་གི་རི་ནི། དེ་ནི་བོན་ཆུས་དེ་གཡང་སྒྲོན་བོན་ཟེར་ནི་འདྲ་བོན་ཟེར་ནི་འདྲ། དེ་དེ་ང་ཚོ་བོད་རང་གི། ད་ཅི་རེད་སི་སོང་ནི། ནང་དོན་རེད། བོད་རང་གི་ནང་དོན་རེད། ང་བོད་རང་གི་ནང་དུ། དེ་ནས་ད་ལྟ་ང་ཚོ་ནང་པ་སངས་རྒྱས་དེ་ཚང་མ་གི་གོ། ནང་པ་སངས་རྒྱས་དེ་རྒྱ་རྒྱ་གར་གི་ཆུས་རེད། དེ་རེད། རྒྱ་གར་ཚ་འོང་རེད། དེ་རེད། དེ་ནས་ཁ་ཤི་རྒྱ་ནག་ཡག་འོང་རེད། དེ་ནས་བོན་དེ་ང་ཚོ་བོད་རང་གི་ས་གནས་གི་ཐུགས་ལ་དད་པའི་གི་དེ་འདྲ་གི་ནང་པ་ཆེ་རེད། དེ་ང་གི་ལྟ་བ་འདྲ་ཡིན་སོང་ནས་ད་བོན་གི་ཆུས་ཡིན་ན་འདྲ་བོན་གི་རི་གནས་ཡིན་ན་འདྲ་ང་གི་ལྟ་བ་དེ་ང་ཚོ་བོད་གི་སྲོལ་རྒྱུན་རི་གནས་གི

ཡར་ཐོན་བྱས་རྗེས་ཀྱི་དེ་འདྲ་གྱི་རེད། ངག་གི་ལྟ་བ་དེ་འདྲ་ཡིན། ངག་གི་ལྟ་བ་དེ་འདྲ་ཡིན། དེ་ནི་རྣམ་པ་སངས་རྒྱས་ཆེན་མོ་འོང་གོ་ལ་ང་ཚོ་བོང་གི་རིག་གཞུང་དང། བོད་ཀྱི་རིག་གནས་བོད་ཀྱི་ཆོས་དེ་ཡོད་ནི་ལོ་སྟོང་ཕྲག་གཉིས་ཁ་ལ་རེད་ཚར་རེད། འོ་ཡ་ལོ་སྟོང་ཕྲག་གཉིས་ཀྱི་རྗེས་མ་ལ་དེ་ནི་རྣམ་པ་སངས་རྒྱས་ཆོས་རྒྱ་གར་ལ་ངོ་སྤྲོད་པ། འོ་དེ་ནས་སོང་ནས་དེ་ལྟ་བ་རེད་དེ་ནས་ད་བོད་ཀྱི་ལོ་རྒྱུས་འདི་ཁ་ཁ། ཞང་ཞུང་ལོ་རྒྱུས་ཀྱི་ཀ་ཁ་དེ་ངག་གི་ལྟ་ངག་གི་ལྟ་བ་ཡིན་སོང་ན་དེ་ཞང་ཞུང་དེ་ང་ཚོ་ངག་ཕིག་གི་བོད་ཀྱི་རྒྱལ་ཁབ་དང་ངག་ཕིག་གི་བོད་ཀྱི་སྲོལ་རྒྱུན་རིག་གནས་རེད་བསམ་ནས་ངག་གི་ལྟ་བ་དེ་དེ་ནས་ད་དེ་གི་ཐོག་ལ་ཁྱེད་ཀྱི་སོང་ནས་ད་ང་ཚོ་བཙོན་མི་རྒྱ་རོགས་ཡོད་རེད་བཙོན་མི་རྒྱ་རོགས་ཀྱི་དེ་རྒྱ་བོད་སྲོང་བཙོན་སྒམ་པོ་གི་ཐོག་ལ་དེ་ནས་ཁོ་གི་ཐག་གཤིས་མང་པོ་སྤྲོད་ནས་དེ་ནས